བེད་སྤྱོད་བཏང་རྗེས་རྡ་རམ་ས་ལ་ལ་ཡར་གློག་བརྙན་བཟོ་ལྔའི་དཔར་པ Professional དེ་འདྲ་ཁྲིད་རྗེས་གང་ལྟར་གློག་བརྙན་དང་ལོ་བཅོ་ལྔ་ཉི་ཤུ་ཟུར་དྲུག་ཡོད་འདིའི་སྐབས་དེར་ཁོ་རང་གི་སྐུ་མདུན་ལས་འདིའི་སྐོར་ལ་གནས་ཚང་ཞུས་སྐུ་མདུན་ནས་འདི་ཡག་པོ་ཞུས་འདུག་ཅེས་བཀའ་གནང་རྗེས་ད་གང་ལྟར་ཡིན་པའི་ཟློས་གར་སྒང་ལ་ཡར། ད་ང་རང་ཚོ་བོད་པའི་ངོས་ནས་ནས་རེད་སུ་ཡིན་ནས་རེད་ད་དེ་གི་སི་གཅིག་གི་ཨ་ནི་གློག་བརྙན་ཡག་པོ་བཟོས་པ་ད་ད་ལྟ་བུ་དོ་ཨ་ནི་དགོན་ནི་ལགས་ཀྱི་གློག་བརྙན་དེ་དངོས་གནས་དྲ་གནས་ཅིག་ཚད་དང་ལྡན་པ་ཡག་པོ་ཞུ་བཟོས་བཞག་བྱས་ཙང་ད་དེ་ཟློས་གར་གི་དེ་ད་དེ་རིང་ངས་དམིགས་བསལ་གྱི་ད་ད་དེ་ཟློས་གར་གི་སློབ་ཕྲུག་ཟུར་པ་ཚོ་ལ་ད་ཨ་མི་རི་ཀ་ད།

ད་ཨེག་སི་ད་དེང་སང་ད་ལྟ་བི་གའི་གཏམ་ས་ལ་ཡོད་བེ་གི་འདོད་ཁ་ཚོགས་པ་གིས་ངས་བསམ་པ་ད་ལྟ་ལྷ་མོའི་གཞུང་འདི་ད་ལྟ་ད་མགྱོགས་པོ་ལྷ་མོའི་གི་འདི་བསྟན་གནང་གི་ཡོར་བ་ག་ས་ང་ཚོ་ག་ཤོག་རེད་ཨ་ལྷ་མོ་ཁྲམ་གནང་གི་ཡོར་བ་བི་གའི་ལ་ཞོ་སྟོན་བྱས་སང་འདིའི་སྐབས་དེ་ལ་ངས་བསམ་པ་འདོད་ཁ་གི་སྤུ་གུ་ཚང་མ་ལོག་གི་ཨེག་སི་ད་ད་ལྟ་བོད་གཞུང་འདོད་ཁ་རང་གི་ངས་བསམ་པ་འདི་དགོན་འདི་ལ་ཁོ་རང་གདན་འདྲུད་ཞུས་ན་ཡག་པོ་ཡོད་རེད་བསམ་གི་འདུག་ཁོ་རང་རང་གི་མི་གཅིག་གི་སྒེར་གི། དཀའ་ལས་རྒྱབ་ནི་ད་ད་ཛ། ཁ་ཤོ་རེད་རྒན་ལགས་དགོངས་པ་རྫོགས་ཚར་རེད་ཨ་འདི་སྐབས་འདི་ལ་རྒན་ལགས་ཀྱི། ཅིག། ཕྱག་ལས་གནང་སྟངས་དང་ཨ་ནི་ལྷ་མོའི་གི་གཞུང་གང་ལ་ཡ་དཔལ་སྟེང་རིང་པོ་ཁོ་རང་གི་བེད་ཀློག་ངན། ད་གཟ་གི་དེ་འད་མ་རེད་འཛམ་བུ་གླིང་གི་ཚད་དང་ལྡན་པ་ཞིག་བཟོས་ཡོད་རེད་ད་དེ་བེད་ད་ང་ཚོ། བེད་ངས་བསམ་པ།

དཔེ་ཡག་པོ་བཟོས་ཤག་འདི་སྐུ་མདུན་ངས་གོང་དུ་ཞུས་པའི་ནང་བཞིན་རེད་སྐུ་མདུན་ལས་ཁོ་རང་གི་སྙན་བཟང་ཞུས་ནས་དེ་དུས་སྐུ་མདུན་རང་གི་ཆོག་མཆན་ཐོབ་ཤག་བྱས་ཙང་ད་ཟློས་གར་སྤུ་གུ་ཚོ་ད་ནི་ཨེག་ཚང་མ་ལོ་ད་ཅིག་ད་གར་གི་ཁྱེད་རང་ཚོས་གི་ཞལ་ནས་ཙམ་མ་ཡིན་པ་ད་ཅིག་བསྟོད་ར་ཡག་པོ་ཞེ་དྲག་རེད་གསུངས་པ་ཙམ་མ་ཡིན་པ་ད་ཁོ་རང་ད་ལྟ་མོ་ལ་ལོ་ག་རོ་ཡག་ཐོ་ཐོ་པོ་རེད་ཨ་ནི་ཁོ་རང་གི་དངུལ་ཡོད་པ་ཚང་མ་ད་ཁྱེད་རང་ཚོ་ཁེང་གི་རེད་བ་ད་གློག་བརྙན་བ་འདི་འདྲའི་བཟོ་བ་ལ་འགྲོ་སོང་ག་ཚོད་དཀྲུག་གི་རེད

ཨེ་ཁོ་རང་ལ་ཡ། གློག་བརྙན་བི་གའི་སྟེང་ཡང་ལ་ཡ་བི་གའི་རྡ་རམ་ས་ལ་ལ་ཡ། གང་ལྟར་ཉི་མ། གང་ལྟར་བདུན་ཕྲག་གཅིག་གི་ནས་རེད་བི་གའི་ལྷ་མོས་བི་གའི་དེ་སྐབས་དེར་ལ་ཡ་ཁོ་རང་དངུལ་བསྡུས་བྱས་ཨ་ནི། ཁོ་རང་བེ། བི་གའི་གདན་ཞུ་གནང་བི་ཡིན་ན། ངའི་བསམ་པ་འདི་ང་རང་ཚོ་ཕྱོགས་གཅིག་ནས་ང་ཚོ་བོད་བེ་གི། རིག་གཞུང་བཟང་སྤྱོད་ཀྱི་ཐོག་ནས་ཨ་ནི་བཀའ་དྲིན་ཆེ་ཞུ་བས་དང། ཨ་ནི།

ཧང་སང་སྐྱེ་མེད་ཡག་པོ་རེད་བྱས་ཙང་སྐུ་ཚེ་རིང་དེས་ཕི་གའི་ཟློས་གར་ལ་ཡང་ད་ད་འདྲ་ཞུ་དོན་འཁྲབ་འགྲོ་ཡོད་རེད་བྱས་ཙང་ཟློས་གར་པོ་སྐུ་ཚོ་ད་ད་གི་ཚེ་རིང་པ་པོ་ལགས་ཀྱི་ཅིག་ཕི་གའི་ཅིག་བྲིས་བཞག་བྱས་ཙང་ད་གར་སི་ཅིག་གི་ཞལ་ཙམ་མ་ཡིན་པ་ཡིན་གྱི་མིན་གྱི་ཆེ་མཐོང་བྱས་ནས་འགྲོ་སོང་ཞི་དྲག་འགྲོ་གི་མ་རེད་གནམ་གྲུས་མི་གཅིག་གི་གནམ་གྲུས་བཀྲིས་དགའ་སི་རེད